ད་འདུག་སུ་བྱེད་དུས། ཐག་བཅད་པ་དེ་ལ། ཐུན་མོང་མ་ཡིན་པའི་བདེན་པ་ཉིད་ངོས་བཟུང་བ་དང། དོན་དམ་པའི་བདེན་པ་ཇི་ལྟར་ཉམས་སུ་བླངས་པའི་ཚུལ་ལོ་ཇི་སྙེད་ཅེས། ད་དང་པོ་ལ་མཚན་ཉིད་དང་མཚན་གཞི་དབྱེ་བ་མཚོན་བྱེད་དབྱེ་བ་དང། དང་པོ་ནི། དོན་དམ་བདེན་པའི་མཚན་ཉིད། མཐའ་ཐུག་དཔྱོད་པའི་རིགས་ཤེས་ཀྱིས་དཔྱད་བཟོད་ཅིང།

ནི་གྲུབ་པར་མ་ཟད་མཐའ་དུས་སྤྱོད་པའི་རི་ཞིག་སྟེ། དེ་ལ་མཐའ་དུས་སྤྱོད་པའི་རི་ཞེས་གསུང་བ། ད་ང་ཚོ་ནམ་རྒྱུན་དབུ་མའི་གཞུང་གི་ནང་ལ་ཡང། མཐའ་དུས་སྤྱོད་པའི་རི་ཞིག་གི་རྙེད་དོན་གང་ཞིག་མཐའ་དུས་སྤྱོད་པའི་རི་ཁྱོད་ལ་མཐའ་དུས་སྤྱོད་པའི་རི་ཞིག་སྟེ་མཐའ་དུས་སྤྱོད་པའི་རི་ཞེས་གསུང་བ། དེ་འདྲ་གསུང་གི་ཡོད་རེད་ད་གསུང་བ་ཟེར་དུས། ཡིན་རྒྱུ་དེ། མཐའ་དུས་སྤྱོད་པའི་རི་ཞིག་དེ་གི་རྙེད་པར་མ་ཟད། ནི་གང་སྙེད་རྒྱུད་ཀྱི་ཆོས་དེ་ལ་བརྟེན་ནས་རིགས་ཤེས་དེ་མཐའ་ཐོས་སྤྱོད་པའི་རིགས་ཤེས་སུ་བཞག་ཆོག་པ་ཡིན་ན། བཞག་ཐུབ་པ་ཡིན་ན། དེ་མཐའ་ཐོས་སྤྱོད་པའི་རིགས་ཤེས་དེ་ཚ་ཁྱོད་ལ་མཐའ་ཐོས་སྤྱོད་པའི་རིགས་ཤེས་སུ་སོང་བ་ཟེར་བ་གཅིག་དང། དེ་ལས་ཀྱང་གཅིག་གོ་བ་སྟེ། གཏིང་ཟབ་རུ་བཏང་ནས་བརྒྱབ་པ་ཡིན་ན། ཨ་ནི་མཐའ་ཐོས་སྤྱོད་པའི་རིགས་ཤེས་ཀྱི་ཚུལ་གང་ཡིན་ན་ཡང་ཁོ་རྙེད་པ་ཙམ་དུ་མ་ཟད་པ། རྙེད་པ་དེ་ལ་མཐར་ཐུག་གི་དོན་དེ་རྙེད་པའི་ཆེད་དུ་ཡང་ཡང་དཔྱད་པར་བྱེད་པ་ལས། མཐའ་དོན་གྱི་རྙེད་པའི་གི་དོན་གང་ཡིན་པ་དེ་ཁོ་རང་ཡིན་ན། མཐའ་དོན་སྤྱོད་པའི་རིགས་ཤེས་དེ་ཁོ་ལ་མཐའ་དོན་སྤྱོད་པའི་རིགས་ཤེས་སུ་སོང་བ་དེ་འདི་ག་ཡིས་བཞག་ཆོག་པ་དེ་འདྲ་ཅི་རེད། འདི་སྤྱི་དང་མཁས་གྲུབ་ཐམས་ཅད་མཁྱེན་པའི་ད་ལྟ་འདིའི་སྐབས་སུ་ཡང་ད་ག་རང་སོང་འདུག་ལ་སྟོང་ཐུག་གི་ག་སྟོང་ཐུག་གི་ནང་ལོགས་ལ་ཡ། དབུ་མ་མཐའ་རང་གཉིས་དང་སེམས་ཙམ་པ་གསུམ་པོའི་ལུས་ལ། ནི་ཐ་དུས་ཀྱི་བི་རི་ཤི་ཡི་རྙེད་དོན་གང་ཞིག་ཐ་དུས་ཀྱི་བི་རི་ཤི་དེ་ཁྱོད་ལ་ཐ་དུས་ཀྱི་བི་རི་ཤི་སུ་སོང་བ་དེ་ནི་དོན་དམ་བདེན་པའི་མཚན་ཉིད་འཁྲུལ་མེད་ཡིན་སོང་ཅེས་འོ་འདུག་ཅེས་ནས་སོང་ཡོད་རེད། ཡིན་ན་ཡང་ཐ་དུས་ཀྱི་དོན་བཞག་སྟངས་དེ་ཁ་ཁ་རེད་དེ་ཁོ་ནས་འགའ་སྐད་མི་འདོད་རེད་བ་འདུག་ཅེས། དེ་ལ་ཡང། ཀུན་རྫོབ་བདེན་པའི་མཚན་ཉིད་ལ། ནི་ཐ་སྙད་པའི་མཚན་མའི་རྙེད་དོན་གང་ཞིག། ནས་མཐའ་ཐུལ་བསྐྱོད་པའི་རིགས་ཤེས་དེ་དེ་ལ་རིགས་ཤེས་སུ་མ་སོང་བ། རེད། མཐའ་ཐུལ་བསྐྱོད་པའི་རིགས་ཤེས་དེ་ཁོ་རང་ལ་རིགས་ཤེས་སུ་མ་སོང་པའམ། ཁོ་རང་རྙེད་པའི་ཆ་ནས་བློ་དེ་ཉིད་མཐའ་ཐུལ་བསྐྱོད་པའི་རིགས་ཤེས་སུ་འཇོག་མི་ཐུབ་པ། འོ་ད་དེ་འདྲའི་ཅིག་ཡིན་པ་ཡིན་ན་ཨ་ནི་ཀུན་རྫོབ་བདེན་པ་དུ་བྱེད། ད་མཚོན་བྱེད་དབྱེ་བ་གི་སྐབས་ལ་ཤེས་བྱ་ཙམ་གཞིར་བྱས་པ་ལ་ཀུན་བཏགས་གཞན་དབང་ཡོངས་གྲུབ་གསུམ་ལས་ད་འདི་ཚོ་ནི་སྟག་ཕལ་ཆེར་བྱང་ཆ་ལྡན་པ་རེད་རྣམ་པ་ཚོ་ད་ཞི་དྲག་ཞི་དྲག་འགྲེལ་བཤད་རྒྱབ་ཀྱི་དགོས་ཡ་མེད་པར་བ། གཟུན་འཛིན་རེ་གསུམ་ཐ་དད་པའི་ཆ་དང་བྱེད་མི་རྟགས་ཐ་དད་པའི་ཆ་ལ་སོགས་པ་རྣམས་ནི་ཀུན་བརྟགས། གཉིས་སྣང་གི་འཁྲུལ་པ་གཉིས་སྣང་གི་ཤེས་པ་འཁྲུལ་བ་རྣམས་ནི་གཞན་དབང་ཡིན་ལ། ཡོངས་གྲུབ་ལ་རྒྱུ་མེད་ཡོངས་གྲུབ་དང་ཕྱིན་ཅི་མ་ལོག་པའི་ཡོངས་གྲུབ་གཉིས་ཡོད། དཔེར་ན་སྙིང་ནང་གི་ཤི་བ་འཁྲུལ་བ་རྣམས་ནི་གཞན་དབང་ཡིན་སྲིད་ལ་བདུད་གཞན་དབང་གི་གཙོ་བོ་ནི་སྐུ་མདོག་ངོས་འཛིན་མཛད་པ་བ་ད་དུ་ཞིག་ནས་ཡིན་དུས་གོང་ལ་ད་དེ་དྲང་ངེས་འདི་སུའི་སྐབས་ལ་ཡང་གསུང་སྟངས་དང་གཅིག་པ་གཅིག་རྐྱང་བྱས། འཇུ་མེད་ཡོངས་གྲུབ་དེ་ལ་སྔར་བཤད་པའི་སྙིང་སྟོང་དང་གསུང་དེ་གོང་ལ་ཡང་དེ་ལ་གཅིག་ནི་མེད་པས་ཀྱང་གཉིས་ཀའང་ཉམས་པར་འགྱུར་བ་ཡིན་གསུང་དེ་ས་དེའི་སྐབས་ལ་སྙིང་སྟོང་ངོས་འཛིན་བྱས་ཡོང་དུས་གཟུགས་དང་གཟུགས་འཛིན་མཚན་མ་རྫས་ཐ་དད་ཀྱིས་སྟོང་པ་དང། གཟུགས་འཛིན་རྫས་ཐ་དད་ཀྱིས་སྟོང་པའི་སྟོང་པ་འདི་ཚོ་བཤད་ཡོང་དུས་འདི་ཚོ་ཡིན་བྱས། ཕྱི་མ་ནི་གཉིས་སྣང་དང་བྲལ་བའི་འཕགས་པའི་མཉམ་གཞག་འོ་ད། དོན་དམ་བདེན་པ་ལ་གཉིས་སྣང་ནུས་པའི་འཕགས་པའི་མཉམ་གཞག་འདི་ཚོ་བྱ་བྱས། འགྱུར་མེད་ཡོངས་གྲུབ་ནི་གང་ལ་མིན་ནི་གོམས་ན་ཤེས་སྒྲིབ་མཐའ་དག་ཟད་པར་འགྱུར་བའི་དམིགས་པ་མཐའ་ཐུག་ཡིན་པས་རྣམ་པར་དག་པའི་དམིགས་པ་ཞེས་ཀྱང་བྱ། ཆོས་རྣམས་ཀྱི་གནས་ལུགས་ཞེས་ཀྱང་བྱ། དོན་དམ་པའི་བདེན་པ་ཞེས་ཀྱང་བྱའོ་གསུངས་ཤག། འདི་ཚིག་དེ་དཔྱད་གཞི་ཅན་གྱི་ཚིག་རེད། དཔྱད་གཞི་ཅན་ག་འདྲས་འགྲོ་དགོས་བ་རེད་ལགས་ན། སྒྱུ་མའི་ཡོངས་གྲུབ་དེ་ཤེས་སྒྲིབ་དག་པར། ཤེས་སྒྲིབ་མཐའ་དག་ཟད་པར་འགྱུར་བའི་དམིགས་པ་མཐའ་ཐུག་ཡིན། དུས་ཕྱིས་ནས་སོང་ཡོང་དུས་ནི་སྒྱུ་མའི་ཡོངས་གྲུབ་དེ་ཆོས་ཀྱི་བདག་མེད་ཕྲ་མོ་རང་ལ་མ་གཏོགས་ནི་ལུགས་འདི་ལ་ཡག་དག་སེམས་ཙམ་རུལ་བ་གང་ཟག་གི་བདག་མེད་ཕྲ་མོ་དེ་རྒྱུ་མེད་ཡོངས་གྲུབ་ལ་བཞག་གི་ཡོད་ན་མེད་ན་བསམ་བསམ། གང་ཟག་གི་བདག་མེད་ཕྲ་མོ་ཡོངས་གྲུབ་ལ་བཞག་དགོས་ཡ་དེ་རྗེ་བླ་མའི་ལི་ཤི་སྙིང་པོ་དང་དེ་ག་ནང་བཞིན་དབུས་མཐའ་ཁོ་རང་གི་ནང་ལ་ཡང་རྣམ་དག་བཅུ་ཡི་རྣམ་སྨིན་དེ་སྐྱེས་བུ་ཁོ་ན་བརྗོད་པ་ཡིན་སོང་ཅེས། ག་ཟེར་ན་རྣམ་དག་ལམ་གྱི་དམིགས་པ་མཐའ་ཐུལ་བཞི་པའི་རྣམ་པར་དག་པ་དེ་ལ་སྤྱོད་ཡུལ་རྣམ་པ་གཉིས་བཞག་ཅེས་དེ་ལ་ཡང་མྱུར་འགྲོ་རྣམ་པ་དག་བྱེད་དང་ཤི་འགྲོ་རྣམ་པ་དག་བྱེད་ཀྱི་དམིགས་པ་གཉིས་ལ་བཞག་ཅེས་འོ་དུག་སྲིན་ལ་བཞག་ཡོངས་འདུ་ཏན་ཏན། གང་ཟག་གི་བདག་མེད་ཕྲ་མོ་ཡོངས་གྲུབ་ལ་བཞག་ཡ་ད་བླ་མ་རྗེ་བཙུན་ཆོས་རྗེ་འཇམ་གསེང་གི་གསུང་དང་དུ་སུ་ཏག་ཏག་རེད་བསམ་པ་འདྲ་དེ་འདྲ་ཡོད་རེད། ཡིན་ན་ཡང་འདུས་ཚོད་ཀྱི་སྐབས་ལ། མ་གས། སྟོང་ཐུན་སྐད་གསང་མི་མཇལ་གྱི་ནང་ལོགས་ལ། ཨ་ནི་སེམས་ཙམ་པ་དང་དབུ་མ་རང་རྒྱུད་པ་རྣམས་ཀྱིས་གང་ཟག་གི་བདག་མེད་དོན་དམ་བདེན་པ་མི་འདོད་ཅིང་གང་ཟག་གི་བདག་འགོག་གི་རིགས་པ་ཡང་ཐ་སྙད་དཔྱོད་བྱེད་ཀྱི་རིགས་པ་འདོད་སོང་ཀུན་རྫོབ་དཔྱོད་བྱེད་ཀྱི་རིགས་པ་འདོད་སོང་བྱས་དེ་འདྲ་གསུངས་ཡོད་པ་སོང་ཙང་ད་འདི་ཚོ་ཡང་ཡང་ག་འདྲས་ཡིན་ནའང་བསམ་བསམ་འདྲ་བོ་ད་དེས་ཀྱི་དོགས་པ་བྱེད་དགོས་ཡ་ཅི་ཆ་དེ་བ། ད་ལྟ་འདིའི་སྐབས་སུ་འགྱུར་མེད་ཡོངས་གྲུབ་ཀྱི་ངོས་འཛིན་མཛད་ཅིང་ཕྱི་དྲོ་མཐའ་དག་ཟད་པར་འགྱུར་བ་ཟེར་ཡ་སྟེ། མཁས་པ་འགའ་ཞིག་གིས་གསུངས་དུས་གོང་ལ་འདིའི་སྐབས་ལ་སྤྱི་དང་དེའི་གོང་ལ་ཡང་ངོས་འཛིན་བྱེད་ཡ་སྟེ་སྙིང་སྟོང་ཁོ་རང་ངོས་འཛིན་བྱེད་བདེ་བའི་སྐབས་ཡིན་པར་གསུངས་ཙང། སྙིང་སྟོང་ངོས་འཛིན་གྱི་སྐབས་སུ་འགྱུར་མེད་ཡོངས་གྲུབ་སྙིང་སྟོང་སྙིང་སྟོང་གི་ངོ་བོར་གྱུར་པའི་འགྱུར་མེད་ཡོངས་གྲུབ་ངོས་འཛིན་བྱེད་པ་རེད་དེ་འདྲ་ཡང་གསུང་གི་ཡོད་རེད། རེད་དེ། སྤྱི་བཏང་ཐད་ལ་ཡང་གསུང་ཚུལ་མ་མཐུན་པ་གཉིས་བྱུང་བ་དེ་ཁོ། ཡིག་ཆ་སོ་སོའི་ལ་ཡང་བལྟས་བལྟས་ཚེ་མ་མཐུན་པ་དེ་འདྲས་ཡོད་པ་རེད་ལ། དེ་ནི་མཁས་གྲུབ་ཐམས་ཅད་མཁྱེན་པའི་གསུང་དུ་སུ་གསུང་བཙན་པོ་འདྲ་ཅི་དེ་བ་འོ་འདུག་ས་རེད། དེ་ནི། འོ་ད་དེ་དེ་འདྲ་ཅི་ད་འགྲིག་གི་རེད་ད་དེ་རྣམ་པ་ཚོ་སྤྱི་བཏང་ནས་ཤིང་གི་རེད་དེ། འཕགས་པའི་མཉམ་གཞག་དོན་དམ་པའི་བདེན་པ་ཡིན་ནམ་ཀུན་རྫོབ་བདེན་པ་ཡིན། དང་པོ་ལྟར་ན་རྣམ་པར་དག་པའི་དམིགས་པར་འགྱུར་བས་དེ་ལ་དམིགས་ནས་བསྒོམས་པས་ཀྱང་ཤི་དྲུག་མཐའ་དག་ཤི་དྲུག་ཟད་པར་མཇལ་བར་བྱེད་ནུས་པར་འགྱུར་རོ། དེ་ལ་དམིགས་ནས་བསྒོམས་པས་ཤི་དྲུག་ཟད་པར་བྱེད་མི་ནུས་པ་དེ་ཁོ་བདུད་བཞི་གི་ཆུ་དེ་འདྲ་ཡིན་པར་སོང་ཙང་དེས་འགྲིག་གི་མ་རེད་གསུངས། ཕྱི་མ་ལྟར་ན་ཡོངས་གྲུབ་ཏུ་བྱས་པ་དང་འགལ་ལོ་ཞེ་ན་སྐྱོན་མེད་དེ་ད་དེ་ལ་ཡང་ཕྱིན་ཅི་མ་ལོག་པའི་ཡོངས་གྲུབ་ཟེར་ཡང་ཡོངས་གྲུབ་ཀྱི་མིང་རྒྱབ་བ་ཙམ་གྱིས་ད་བྱ་བ་མི་འདུག་དེ་ལ་ཡང་སྐྱོན་མེད་དེ། རྟོག་པའི་ཡིད་རྟག་པ་མིན་པ་དངོས་པོ་རང་གི་ཡིད་ངོ་ནས་ཚུལ་ཐུག་ཏུ་ཡོད་པའི་དོན་དམ་པར་ཡོད་པ་ཡིན་ཡང་ཟེར་བ་དོན་དམ་དུ་གྲུབ་པ་ཡིན། འཕགས་པའི་མཉམ་གཞག་གི་བཞག་བྱ་ཐ་དུས་དུ་མི་རུང་བའི་བདེན་པ་གཉིས་ཀྱིས་གྲངས་ངེས་བྱེད་པའི་ཚེ། ཀུན་རྫོབ་བདེན་པ་ཡིན་གྱི་དོན་དམ་བདེན་པ་མིན། དོན་དམ་པར་གྲུབ་དོན་དམ་བདེན་པ་མིན། དོན་དམ་པར་གྲུབ་བརྫུན་པ་ཡིན་ཟེར་བ་དང་དེ་འདྲ་ལ་འུར་བ། ལྡན་པ་དོན་དམ་ལྡན་པ་མིན་ནོ། འོ་ན་དོན་དམ་བདེན་པར་འདོད་པའི་གཉིས་སྟོང་གི་དེ་ཁོ་ན་ཉིད་དེ་སྤྱིར་ཤེས་པས་ཡུལ་དང་ཡིད་ཅན་རྫས་ཐ་དད་ཀྱིས་སྟོང་པ་ཙམ་ཡིན་དམ། དེ་ཡང་མ་ཡིན། བྱེ་བྲག་ཏུ་རྟོག་པ་དེ་དང་དེའི་བཟུང་བྱ་རྫས་ཐ་དད་ཀྱིས་སྟོང་པ་ཙམ་ཡིན་ནམ་དེ་ཡང་མ་ཡིན། ཞེས་དངོས་པོའི་ཁ་ས་ནི་དབང་པོའི་ཤེས་པ་རང་གིས་བཟུང་བྱ་དང་རྫས་ཐ་དད་ཀྱིས་སྟོང་པ་ཡིན། ལྟ་འདི་བེད་སྤྱད་ཧ་ལམ་ཆོག་པ་རེད། དང་པོ་ལྟར་ན་ཤེས་པའི་ཡུལ་ཙམ་འདུས་མ་བྱས་ཡིན་ཞིང། དེ་ཤེས་པ་དང་ཐ་དད་དུ་མ་གྲུབ་པར་ལྷན་ཅིག་དམིགས་ངེས་ལ་སོགས་པའི་རྟགས་ལ་ལྟོས་མེད་དུ་ཐ་སྙད་པའི་ཚད་མས་གྲུབ་པའི་ཕྱིར་དང། དེ་ཉིད་རྫས་ཐ་དད་དུ་ཞེན་པ་ཆོས་ཀྱི་བདག་འཛིན་དང་འཁོར་བའི་རྩ་བ་སོགས་སུ་མི་རུང་ངོ། ཤེས་པའི་ཡུལ་ཙམ་ལ་བྱས་ན། ཤི་བའི་ཡུལ་ཙམ་ལ་བྱས་ན་དེ་འདུས་མ་བྱས་རྟག་པ་རེད། དེ་ནི་འདུས་མ་བྱས་རྟག་པ་དེ་ག་རང་གི་ཤི་བ་དང་རྫས་ཐ་དད་དུ་མ་གྲུབ་པར་ཆགས་ཏེ་ཡོད་པར་སོང་ཙང། ཨ་ནི་གླེང་བྱེད་དམིགས་ངེས་ཀྱི་རྟགས་དེ་འདྲ་བས། དོན་དམ་དཔྱོད་བྱེད་ཀྱི་རིགས་པ་བཀོད་མི་དགོས་པར་ཐ་སྙད་པའི་ཚད་མའི་དྲུག་པོ་རེད། དེ་ཉིད་རྫས་ཐ་དད་དུ་ཞེན་པ་ཆོས་ཀྱི་བདག་འཛིན་དང་འཁོར་བའི་རྩ་བ་སོགས་མི་རུང་ངོ། རིགས་པ་དེ་ཉིད་ཀྱིས། ཚུལ་གཉིས་པ་ཡང་མི་འཐད་ལ་རེ་བ་རྟོགས་པ་དང་དེ་ཡི་བཟུང་བྱ་རྫས་ཐ་དད་ཀྱི་སྟོང་པ་ཙམ་ལ་བཞག་པ་ཡིན་ན་དེ་ཡང་ཐ་སྙད་པའི་མཚན་མའི་གྲུ་ཆར་གྱི་རེད་མ་གཏོགས། ག་ཟེར་ན། གཉིས་སྟོང་སྒྲུབ་པའི་རིགས་པ་ལ་ལྟོས་གི་མ་རེད། གསུམ་པ་ཡང་མི་འཐད་དེ་ཟླ་བ་གཉིས་སྣང་གི་དབང་ཤེས་ལ་སོགས་པ་རང་གི་བཟུང་བྱ་དང་རྫས་ཐ་དད་དུ་མ་གྲུབ་པར་གྲུ་མཐའ་ལ་མ་ཞུགས་པའི་རྒན་པོ་བདག་ཅག་གིས་ཀྱང་མངོན་སུམ་དུ་རྟོགས་པས། དེ་དག་གིས་ཀྱང་དོན་དམ་པའི་བདེན་པ་མངོན་སུམ་དུ་རྟོགས་རིན་འགྱུར་རོ་ཞེ་ན། ད་དེ་ག་རེ་རེད་ཟེར་ན། དབང་བཞིའི་འཁྲུལ་བ། གངས་རི་སྔོན་པོ་སྣང་བའི་དབང་བཞི་དང་བདག་གི་བདག་ཉིད་སུ་སྣང་བའི་དབང་བཞི་ལྟ་བུའི། འཁྲུལ་པའི་དོནའམ་དབང་བཞི་ལ་ཡང་ཇི་ལྟར་སྣང་བ་ལྟར་གྱི་དོན་མེད་པར་རྟོགས་པ་ཙམ་ལ་བྱེད་ཀྱི་མ་རེད་ལ་དེ་མེད་པ་ཙམ་ལ་སྟོང་ཉིད་བྱེད་ཀྱི་མ་རེད་གསུངས་ཡོད་ད་དེ་རེད། འོ་ན་དབང་པོའི་བཞི་པ་རང་གི་གཟུང་བྱ་དེ་རྫས་ཐ་དད་ཀྱིས་སྟོང་པའི་སྟོང་ལུགས་དེ་སྐབས་འདིའི་ག་རེ་རེད་ཟེར་ལགས་ན་ཕྱོགས་དེ་དག་མི་འདོད་མོད་ཀྱི། དབང་པོའི་བཞི་པ་མ་འཁྲུལ་བ་ལ་རང་གི་གཟུང་བྱ་རྫས་ཐ་དད་པ་ལྟར་སྣང་བ་འདི། རྣམ་པར་རྟོག་པའི་དབང་བཞིའི་མ་འཁྲུལ་པའི་གཟུང་འཛིན་རྫས་ཐ་དད་དུ་ཞེན་པའི་བློ་ཉོན་སྒྲིག་གི་རྩ་བར་གཅོད་པའི་ཤེས་སྒྲིབ་དང་ཆོས་ཀྱི་བདག་འཛིན་ཡིན་ལགས་སོ། དེ་ཙམ་དེའི་ཕྱི་དུས། ང་ཚོ་དེ་སྐབས་ག་ལ་ཚིག་དེ་དེ་འདྲའི་གི་མ་བདེ་བ་འདྲ་པོ་བྱེད། དབང་པོའི་བཞི་པ་མ་འཁྲུལ་བ་ལ་རང་གི་གཟུང་བྱ་རྫས་ཐ་དད་དུ་སྣང་བ་ཟེར་ཡོང་དུས། སྟེང་འཁོར། ཆུ་རུ་དོན་དུ་གྲུབ་པར་སྣང་སྟེ་ངེས་པའི་དབང་པོས་ཤེས་པ་ལ་ཡང་རྩ་བ་ཉིད་ནི་མ་འཁྲུལ་པ་ཞིག་ཆོས་ཉིད་མེད་དེ་ངེས་ཤེས། ཡིན་ན་ཡང་དྲང་ངེས་ལས་ཤེས་གཉིས་པོའི་ནང་ལ་གསུམ་པ་ནང་ཞེན་བྱེད་ནི། མདོ་སྡེ་བ་ལ་མདོ་སྡེ་བ་ལྟ་བུའི་རེད་པ། ཕྱི་རུ་དོན་དུ་གྲུབ་པར་འདོད་པའི་ནི། གྲུབ་མཐའ་མདོ་སྡེ་བ་ལྟ་བུའི་ལུགས་ལ། དབང་བཞིས་མ་འཁྲུལ་བར་འདོད་པའི་དབང་བཞིའི་དེ་ལ། ནི་རང་གི་གཟུང་བྱ་གཟུགས་དང་རྫས་ཐ་དད་པ་ལྟར་སྣང་གི་རེད། རང་ལུས་ལ་བྱས་ན་དེ་མ་འཁྲུལ་བ་མ་རེད། གནང་གི་རེད་གནང་བ་དེ་ལྟར་དུ་སྤྱི་བཏང་དབང་པོ་ལ་གནང་ཡོང་དུས་ད་ལྟ་ལྕང་སྐྱ་རོ་བི་རྡོ་རྗེས་གསུངས་པ་ནང་བཞིན་དབང་བཞི་ལ་གཟུ་གཟུགས་གནང་ཡོང་དུས་གཟུ་གཟུགས་དེ་ཁྲང་ཁྲང་ངེ་བ་དང་ཐང་ཐང་ངེ་བ་དེ་འདྲ་གནང་གི་རེད། ཕྱོགས་གཅིག་ནས་བཤད་ན་དབང་པོའི་ཤེས་པ་ལ་གཟུགས་གཟུགས་སྣང་ཡོང་དུས་གཟུགས་གཟུགས་དེ་ཉིད་དབང་པོའི་ཤེས་པ་ཁོ་རང་ལ་ནང་གི་ཤེས་པའི་བག་ཆགས་ཚད་པ་ལ་བརྟེན་གྱི་དབང་ཤེས་ཁོ་རང་གཟུགས་གཟུགས་སུ་སྣང་བ་ཙམ་དུ་མི་སྣང་བ། ཡང་མིན་ན་དེ་ལྟར་དུ་མི་འཛིན་པ། འོ་ན་དབང་ཤེས་ལ་ག་འདྲས་སྣང་གི་རེད་ཟེར་ན་གཟུགས་གཟུགས་དེ་ཕྱི་རོལ་གྱི་སྦྲང་ཤེས་དུ་སྣང་གི་རེད།

དེ་ཡིན་ཙང་ཨ་ནི་སྐབས་འགའ་ཤས་ལ་འགྲོ་དུས་རྒྱ་གར་ནི་བོད་ཀྱི་ཚོང་ཁང་གི་རྟགས་འདྲ་མི་འདྲ་འདྲ་མི་འདྲ་ཡོད་དུས་ཨ་ནི་དེའི་ནང་ནས་གློག་རྫས་ཀྱི་བཅའ་ལག་ཡོད་སར་གྱི་ཚོང་ཁང་དེ་རྟགས་ཡག་ཤོས་དེ་སྐབས་དེ་དུས་དགོངས་ལ་སོ་ནིག་ཟེར་ཡག་གི་བཅའ་ལག་དེ་མཐོང་གི་ཡོད། དེ་རྒྱུགས་འགྲོ་དུས་དགོངས་ལ་སོ་ནིག་གི་ནང་ལོགས་ཀྱི་བཅའ་ལག་དེ་བཟོ་ཅིག་མཐོང་ཡོང་དུས་དགོངས་ལ་པ་དུས་པའི་རྟགས་ཡོང་དུས་དགོངས་ལ་གང་ག་ཅིག་རླུང་འཕྲིན་འདྲ་པོ་དང་ཁ་པར་འདྲ་པོ་དང་ཨ་ནི་དེའི་ནང་ནས་སྒྲ་འཇུག་འདྲ་པོ་དང་དེ་འདྲ་ལ་དགའ་པོ་ཡོད་རེད་ད་དེ་འདྲས་བྱེད་དུས།

དཔལ་དུ་སྤྲུལ་དང་མདོག་ཁ་བོ་དེ་ཡང་རང་གི་ཤི་བིས་ཀྱི་ཕ་ནི་རང་གི་ཤི་བ་ཉིད་ད་ལྟ་སེམས་ཙམ་མི་ལུས་ལ་ལབ་སྟངས་དེ་འདྲ་ལབ་དགོས་རེད་རང་གི་ཤི་བ་ཉིད་ཨ་ནི་གཟུད་གཟུགས་སུ་སྣང་བ་དེ་འདྲ་མ་ཡིན་པ་ཨ་ནི་ཤི་བ་ལ་ཆུ་ནི་ལྟོས་མེད་ཀྱི་ཨ་ནི་གཟུད་གཟུགས་ཁོ་རང་གི་རྫས་ཀྱི་ངོས་ནས་ཚུལ་གྲུབ་ལྡན་ངེས་ཀྱི་སོ་འདྲ་བོ་ཅིག་སྣང་ཡོང་དུས་ཨ་ནི་ཁྲང་ཁྲང་ངེ་ཐང་ཐང་ངེ་དེ་འདྲ་ཅིག་སྣང་ཡོང་དུས་སྣང་བ་ལྟར་དུ་རྣམ་པ་རྟོག་པའི་རྟགས། དེ་འདྲ་བའི་སྣང་བ་ལྟར་དུ་རྣམ་རྟོག་གིས་བཏགས་པ་དེ་འོ་ད། དེ་འདྲའི་དེ་འོ་སོ་ནས་བཟོ་དགྲ་གི་ཟོས་ཡོང་རེ་ད་བསམ་བསམ་འདྲ་པོ་ཞིག་ང་ཚོ་རྗེས་ལས་ཤར་ཡོང་ཡ་དེ་ཤར་ཡོང་དེ་དེའི་སྣང་ངོ་དེ་ལ་ཏག་ཏག་སེམས་ཙམ་པས་བཤད་དེ་ཆོས་ཀྱི་བདག་འཛིན་དེ་འདུག་བ་ཆོས་ཀྱི་བདག་འཛིན་གྱི་སྣང་ཚུལ་དེ་འདུག་བ་འོ་དོ་བྱེད་དུས་རྣམ་པར་རྟོག་པའི་དབང་ཤེས་མ་འཁྲུལ་བའི་གཟུང་འཛིན་རྫས་ཐ་དད་དུ་ཞེན་པའི་བློའོ་འོ་དེ་རེད། སྣང་བ་དེ་ལ་ཡང་རྣམ་རྟོག་གི་དབང་གིས་ནི་དབང་བཞི་དེ་མ་འཁྲུལ་བ་གཟུང་འཛིན་རྫས་ཐ་དད་དབང་བཞི་ལ་ཇི་ལྟར་སྣང་བ་ལྟར་དུ་ཞེན་པའི་བློ་དེ་ཉོན་སྒྲིབ་ཀྱི་རྩ་བ་གཅོད་པའི་ཤེས་སྒྲིབ་རེད། ཆོས་ཀྱི་བདག་འཛིན་ཡང་རེད། ཐམས་ཅད་མཁྱེན་པ་ཐོབ་པ་ལ་སྒྲིབ་པའི་གཙོ་བོ་ཡང་འདི་ཡིན་པས་འདི་ཉིད་བག་ཆགས་དང་བཅས་པ་མ་ལུས་པ་མ་སྤངས་བར་དུ་ཐམས་ཅད་མཁྱེན་པ་ཐོབ་མི་ནུས་པ་ཡིན་ནོ། ཆོས་ཀྱི་བདག་འཛིན་དེའི་གཞན་ཡིད་རྣམ་པར་བཅད་པའི་མེད་པ་འགགས་པ་དེ་ཉིད་འགྱུར་བ་མེད་པའི་ཡོངས་གྲུབ་ཅེས་གང་བརྗོད་པ་དེ་ཡིན་ནོ། འདུལ་ཚུལ་གྱི་སྐབས་ལ། ང་རང་ཚོ་བོད་ཀྱི་མཁས་པ་གཅིག་གར་སོང་བ་རེད། རི་བོ་དགེ་ལྡན་པའི་མཁས་པའི་ནང་ལོགས་ནས་དཔེར་ན་ལྕང་སྐྱ་རོལ་བའི་རྡོ་རྗེ་ལྟ་བུའི་ཡ་ནི། གཟུགས་མཛེས་རྫས་ཐ་དད་ཀྱིས་སྟོང་པ་དེ་མ་ཡིན་དགག་ཡིན་པའི་ཚུལ་འདྲ་བོ་དེ་འདྲ་མཛད་ཡོད་རེད་པ། ག་རེ་ཟེར་ན་གཟུགས་དང་གཟུགས་མཛེས་མཚན་མ་རྫས་ཐ་དད་ཀྱིས་སྟོང་པར་རྟོགས་ན་གཟུགས་དང་གཟུགས་མཛེས་མཚན་མ་རྫས་གཅིག་ཏུ་རྟོགས་འགྲོ་གི་རེད། དེ་ནི་དེ་འདྲ་དུ་རྟོགས་པ་ཡིན་ན་དེ་མ་ཡིན་དགག་བྱ་གི་རེད་མདོག་མདོག་བྱས་ནས་ཨ་ནི། དེ་རིགས་པའི་འཕོ་མཚམས་ཤིག་ཡིན་ན་ཁག་ཁག་རེད། ཡིན་ན་ཡང་དོན་སྐོར་རང་སེམས་ཙམ་པ་རང་གི་ལུས་ལ་དེ་མ་ཡིན་དགག་ལ་བཞེད་གི་མེད་པ་དེ་ཨ་ནི་རྒྱ་བཟའ་ཐམས་ཅད་བྱེད་པའི་སྲོག་འདོད་ཚུལ་གྱི་ཐོག་ནས་ཧ་ཅང་གི་གསལ་པོ་ཆགས་ཀྱི་ཡོད་པ་སོང་ཙང་ཡང་ང་རང་ཚོ་འདི་ཤི་དགོས་ཀྱི་འདུག། ད་ག་ནང་བཞིན་ཨ་ནི་བར་ལམ་ནས་བལྟས་ན་ང་རང་ཚོ་སེ་ར་གའི་རྒན་པ་དེ་འདྲའི་ཁ་ཤས་ཀྱི་ཐོག་ནས་ཡང་རྫས་རྩིས་དང་རྫས་ཐ་དད་ཀྱི་དངུལ་འགན་རེད་འདྲ་བོ་དེ་འདྲས་སོང་རྗེས། ཨ་ནི་འགྲེལ་བཤད་བརྒྱབ་དུས་ཁོང་ལ་རྫས་ཀྱིས་རྫས་ཐ་དད་དངུལ་འགན་རེད་དོ་ཟེར། ཨ་ནི་རྫས་ཐ་དད་བཀག་ན་ཨ་ནི་རྫས་ཀྱིས་གྲུབ་དགོས་པ་རེད་བ་སོང་ཡང་འདྲ་བོ་དེ་འདྲས་བྱས། རྫས་ཀྱིས་རྫས་ཐ་དད་དངུལ་འགན་མ་རེད། དེ་ང་རང་ཚོ་དངུལ་འགལ་གྱི་རིག་པ་ཁོ་རང་ག་འདྲས་ཀྱི་ཡོད་རེད་ཟེར་ལབ་པ་ཡིན་ན། དངུལ་འགལ་རེད་ཟེར་ལབ་ཚར་བའི་ཤུལ་ལ། ཤེས་བཞིན་ཆུ་ཐམས་ཅད་དེ་གཉིས་ཀྱི་ནང་ལ་འདུས་དགོས་པར་གདའ། དངུལ་འགལ་ཟེར་ཡ་དེ་ཅི་ཤུལ་རྣམ་བཅད་ལ་བཀག་ཡོང་དུས་ཅི་ཤུལ་ཡོངས་བཅད་ལ་གྲུབ་ཐུབ་མཁན་ཞིག་དགོས་ཀྱི་རེད་ལ་དེ་ཡང། ཨ་ནི་ཤེས་བཞིན་ཆུ་ཐམས་ཅད་ལ་དངུལ་འགལ་གྱི་རིག་པ་དེའི་ཐོག་ནས་ཕུང་སུམ་མེད་པ་ཅིག་དགོས་ཀྱི་ཡོད་པ་སོང་ཙང་རྫས་ཆེས་རྫས་ཐ་དད་གང་ཡང་མ་ཡིན་པའི་ཕུང་སུམ་པས་སྐྲངས་ནས་བསྡད་པ་ཅིག་ཡོད་པ་སོང་ཙང་དེ་ནི་དངུལ་འགལ་མ་རེད། མིན་པར་སོང་ཙང་གཟུན་འཛིན་རྫས་ཐ་དད་དུ་གྲུབ་པར་བཀག་པ་བཀག་པ་ཡིན་ན་གཟུན་འཛིན་རྫས་གཅིག་ལས་རྟོགས་དགོས་དགོས་མེད་པ་དེ་གསལ་བོ་ཆགས་དགོས་རེད་ལ་འདིའི་ནང་ནི་ད་ལྟ་འདིའི་སྐབས་སུ་ང་རང་ཚོ་བོད་ཀྱི་མཁས་པ་སྔ་མའི་གསུང་སྟངས་བཤད་ན་དཔེར་ན་གཟུགས་རང་གཟུགས་ལྟ་བུའི་ཞེན་ཞིག་རང་གི་མཚན་ཉིད་ཀྱིས་གྲུབ་པའི་སྟོང་པ་ཨ་ནི་སེམས་ཙམ་པའི་ལུས་ཀྱི་སྟོང་ཉིད་ལ་བཞག་ཡ་དེ་ཐུག་མེད་སྐུ་མཆེད་ཀྱི་ལུགས་དང་ཨ་ནི་གཟུགས་གཟུན་འཛིན་ཚན་པ་རྫས་ཐ་དད་ཀྱི་སྟོང་པ་དེ་སྟོང་ཉིད་ལ་བཞག་ཡ་དེ་ཕྱོགས་གླང་ཆུ་བྲག་གི་ལུགས་ཟེར་གྱི་འོ་དེ་འདྲ་ཡ་བཞག་ཡོད་རེད་དེ་དེ་འདྲའི་ད་མ་རེད། ཡིན་ན་མཐའ་གཅིག་ཏུ་ངེས་པ་གང་ཡིན་མ་རེད་ཐོག་མའི་སྐུ་མཆེད་ཀྱི་ལུགས་ལ་ཡང་གཉིས་ཀ་ཐེག་གི་ཡོད་རེད་ལ་ཕྱོགས་གླང་ཆུ་བྲག་གི་ལུགས་ལ་ཡང་གཉིས་ཀ་ཐེག་གི་ཡོད་ཡིན་ན་ཡང་གཞུང་གི་ཐོག་ནས་རྩལ་དེ་སྟོན་ཅིག་བཤད་ལུགས་ཀྱི་ཐོག་ནས་མཁས་པ་ཡོད་རེད་དེ་འདྲ་མི་འདྲ་རེད་བ་ཁོ་རྩལ་དེ་སྟོན་ནས་བཤད་མ་བཤད་ཀྱི་ཐོག་ནས་ཁ་ཁ་རེད་འོ་དུས་སུ་སྐྱེས་དུས་གང་ལ་དུས་སུ་སྐྱེས་དུས་འདི་མེད་དགག་ཡིན་པ་དེ་ཧ་ཅང་གི་གསལ་བོ་མཐོང་གི་རེད་དེ་རྣམ་པ་ཚོ་ག་ལེ་ག་ལེ་ཡང་ཁོ་ཐུགས་ལ་བཞག་དགོས་རེད་བྱས་ཙང་དེ་དུས་ཀ་འགའ་ཤི་ལ་ཡ་དགའ་བ་བརྒྱབ། ཅེས་ལྕང་སྐྱ་རུ་བའི་རྡོ་རྗེའི་གཞུང་གི་ནང་ལོགས་ལ་ཡ། བཟོད་མཛོད་བཟོད་འཛིན་ཚད་མ་རྫས་ཐ་དད་ཀྱི་སྟོང་པ་མེད་དགག་ཏུ་བཤད་པའི་རྗེས་ཡ་སྲིད་ཀྱི་གཞུང་གང་ཡང་མི་འདུག་སོང་ཡ་གི་སོ་འདྲ་བོ་དེ་འདྲ་ཡོད་རེད་ཟེར་གྱི་འདུག་ད་ལྟའི་ངས་ཡང། ཐུང་བའི་སོ་འདྲ་མ་ཐུང་བའི་སོ་འདྲ། དྲན་པའི་སོ་འདྲ་མ་དྲན་པའི་སོ་འདྲ་དེ་འདྲ་བྱེད་ཀྱི་འདུག་སྟེ་དེ་འདྲ་གསུང་གི་འདུག། དེ་འདྲས་བྱེད་དུས་དགོངས་ལ། ཨ་འདི་དུས་དགོངས་ལ། སེ་ར་ནི་རྒན་པ་དེ་འདྲས་ཀྱིས་དགག་པ་རྒྱབ་བྱས། གནམ་འདྲེ་ཐར་ལམ་ས་གཞི་ལེའུ་གསུམ་པ་དང་རྩ་བ་གཉིས་ནི་བཟི་ཡོད་ས་མ་རེད་ཟེར་ཡག་གི་སོ་འདྲ་བོ་དེ་འདྲ་ཞིག་ནས་ཡང་དགག་པ་རྒྱབ་སོང་དེ་འདྲས་ཀྱིས་ཡང་ཁ་ཆེན་པོ་ལ་འཕོས་གི་ཡོད་མེད་མི་ཤེས་ཏེ་གང་ལྟར་འོ་ད་དེ་ཟ་བོ་རེད། ཨོ་དུས་སུ་རེད་བ། དུས་སུ་བྱས། འགྱོ་བ་མེད་པའི་ཡོངས་གྲུབ་ཅིག་གང་བརྗོད་པ་དེ་ཡིན་ནོ། དབང་པོའི་ཤེས་པ་མ་འཁྲུལ་བ་མི་སྲིད་དེ་ཕྱི་རོལ་གྱི་དོན་མེད་བཞིན་དུ་སྣང་བའི་ཕྱིར་རོ་ཞེ་ན་དེ་ལྟ་ན་ཟླ་བ་གཉིས་སྣང་གི་དབང་ཤེས་དང་མངོན་སུམ་མཚན་མ་མི་རུང་བ་ཐ་མལ་པ་ས་སྣང་ཡིན་པའི་ཕྱིར། དབང་ཤེས་དེ་ད་འདི་ཁའི་མཚར་གྱི་རེད། མདོ་ཚན་གཉིས་ཀ་མ་སྤྲེ་སྤྲེའི་བཞིན་ནས་སོང་བསྡད་པའི་སོ་འདྲ་བོ། དབང་པོའི་ཤི་བ་མ་འཁྲུལ་བ་མི་སྲིད་དེ། ཕྱི་རོལ་གྱི་དོན་མེད་བཞིན་དུ་སྣང་བའི་ཕྱིར་རོ་ཞེ་ན་དེ་ལྟར་ན་ཟླ་བ་གཉིས་སྣང་གི་དབང་ཤེས་དང་མངོན་སུམ་མཚན་མ་མི་རུང་བ་དག་མེད་པ་ཟ་སྣང་ཡིན་པའི་ཕྱིར། ལྟ་འདི། གཞན་ཡུལ་ལ་འཁྲུལ་བའི་དབང་ཤེས་འཁྲུལ་བ་མ་རེད་གསུང་ཡ་དེ་རེད་མ་གཏོགས་སྤྱི་གཏང་འཁྲུལ་ཤེས་མ་རེད་ཟེར་ཡ་དེ་མ་རེད། གལ་སྲིད་དབང་ཤེས་མ་འཁྲུལ་བ་ཅིག་གཏན་ནས་ཡོད་མ་རེད། ཁ་སང་དབང་པོའི་ཤེས་པ་མ་འཁྲུལ་བ། ཨོ། དབང་བཞི་མ་འཁྲུལ་བ་ཅིག་གཏན་ནས་ཡོད་མ་རེད་ཟེར་ལབ་པ་ཡིན་ན་དེ་ནི་ཕལ་ཆེར། དབང་བཞི་ལ་འཁྲུལ་གཞི་ཡིན་པའི་ཆ་བ་ཁས་བླངས་ན། ད། སྣང་བ་ལ་འཁྲུལ་བ་དེ་ཙམ་གྱིས་འཛིན་སྟངས་ལ་འཁྲུལ་དགོས་ཀྱི་ཡོད་པ་སོང་ཙང་ཨ་ནི་ད་ཅི་ཞེ་ན། གར་ཟེར་ན་ཟླ་བ་གཉིས་ནང་ཁང་དབང་བཞེས་ཏེ་སྔོན་སོང་ཚད་མ་མི་རུང་བ་བྱ་འགྲོ་གི་རེད་སོང་ཡང་ད་དེ་འདྲའི་བྱིན་གྱི་རེ་མ་ཐོག་ཅི་སྟེ་སེམས་ཙམ་པ་རང་གི་ལུས་ལ་ཤི་ན་འདི་ཏག་ཏག་འགྲིག་གི་མ་རེད་རྟགས་མ་གྲུབ་སྟེ། དབང་བཞེས་ལ་གནང་བའི་སྔོ་སངས་སུ་དོན་བྱེད་ནུས་པའི་ཕྱིར་སྐྱེས་ན་ད་འདི་ཡིན་ཆད་དེ་སྤྱི་དང་ཡོང་དེ་ཁ་གཅིག་གི་རྩོད་པ་འདྲ་བོ་རེད་པ། འོ་ན་ཟླ་བ་གཉིས་ནང་གི་དབང་བཞེས་ཀྱང་མེད་པ་སངས་ན་མ་ཡིན་པར་ཐག་དེ་ལ་གནང་བའི་ཟླ་གཉིས་ཀྱིས་གནང་བའི་དོན་བྱེད་ནུས་པའི་ཕྱིར། རྩོད་པ་རྩོད་ཡོང་དུས་དབང་བཞིའི་མ་འཁྲུལ་བ་མི་བསུ་དེ་ཕྱི་རོལ་གྱི་དོན་སྣང་ཡང་མེད་བཞིན་དུ་སྣང་བ་དེ་ཡིན་ན་དབང་བཞིའི་མ་འཁྲུལ་བ་མི་བསུ་བ་ཆགས་འགྲོ་གི་འདུག་དེ་ལྟ་ན་ཟླ་བ་གཉིས་ནང་གི་དབང་བཞིའི་ནང་བཞིན་མངོན་སུམ་ཚད་མ་མི་བསུ་བ་ཆགས་འགྲོ་གི་འདུག་ཟེར་ལབ་དུས་དགོངས་ལ་རང་ལུས་ལ་དེ་འདྲ་ཞིག་ལབ་ཀྱི་ཡོད་རེད་ད་འདི་སོ་སོའི་ངོས་ནས་བཤད་ན་དཔེ་ཀ་ལས་ཁ་གསལ་ཅི་ཡིན། ཟླ་བ་གཉིས་སྣང་གི་དབང་བཞི་དང། སྔོ་འཛིན་མི་ཤིས་གཉིས་ལ། ཕྱི་རུ་དོན་དུ་གྲུབ་པ་སྣང་མི་སྣང་གི་ཁྱད་པར་མེད་པ་རེད། ཡིན་ན་ཡང་མེད་པ་གསང་སྣང་ཅན་ཡིན་མ་ཡིན་གྱི་ཁྱད་པར་ཡོད་པ་རེད། ཡང། གཞན་གྱིས་ནི་ཤེས་པ་ཡིན་ན་ཟླ་བ་གཉིས་སྣང་གི་དབང་བཞི་ལ་སྣང་དབང་དེ་དོན་དམ་དུ་གྲུབ་ཀྱི་ཡོད་རེད།

དེ་ལྟར་ན་སྣང་བ་སྣང་བ་ལྟར་དུ་གྲུབ་དགོས་པ་དཔེ་བཞག་ན་རང་མཚན་རྟོགས་པའི་གཞན་གཤིས་རང་གི་མཚན་ཉིད་ཀྱིས་གྲུབ་པ་ཡིན་ན་རང་མཚན་རྟོགས་པའི་གཞན་གཤིས་ཨ་ནི་རྟོགས་པའི་བཏགས་པ་ལ་མ་ལྟོས་པར་རང་ངོས་ནས་གྲུབ་དགོས་ཟེར་ཡག་དེ་དང་གཅིག་པ་རེད་དེ་ཡིན་ཙང་དཔེ་ཁ་ཁ་ལེ་ཁ་ལེ་རེད་དེ་ལ་རྟགས་འདྲ་བོ་དེ་ག་འདྲ་ཞིག་ལབ་དགོས་དགོས་ཡོད་ན་བསམ་བསམ་འདྲ་བོ་དོན་ལ་གོ་བ་དང་དེ་འདྲ་ཞིག་རེད། གཅིག་དེ་འཛིན་སྟངས་ཀྱི་ཡུལ་ལ་འཁྲུལ་ཡག་རེད་གཅིག་དེ་འཛིན་སྟངས་ཀྱི་ཡུལ་ལ་འཁྲུལ་ཡག་མ་རེད་སྣང་བ་ཙམ་ལ་འཁྲུལ་ཡག་རེད་དེ་ཚོ་བྱེད་དུས་ལྟས་ཚིག་ཅིག་བྱས་པ་འདུག་དེ་ཡིན་ན་ཡང།

སྣང་བ་དོན་དམ་དུ་གྲུབ་ཟིན་ལབ་དུས་ཟླ་བ་གཉིས་སུ་སྣང་བ་དོན་དམ་དུ་མ་གྲུབ་པར་དུད་འགྲོ་ས་མི་འདུག་བ། སྣང་བ་དོན་དམ་དུ་མ་གྲུབ་ཟིན་ལབ་པ་ཡིན་ན་དེ་ཡང་འགྲིག་གི་མེད་ས་རེད་ག་རེ་ཟེར་ན་མདོ་སྡེ་བ་དང་འདི་སུས་ཀྱི་ཐུན་མོང་གི་ལུགས་བཤད་ཡོང་དུས་དགོངས་ལ་ཨ་ནི། མངོན་སུམ་ལ་སྣང་བ་དང་དངོས་པོ་དོན་གྱིས། མངོན་སུམ་གྱི་སྣང་ཡུལ་དང་དངོས་པོ་དོན་གྱིས་རྟོགས་པའི་སྣང་ཡུལ་དག་པ་དོན་གྱིས་ཟེར་ཡ་དེ་ཐོག་ནས་བལྟས་ཚེ་འགྲིག་གི་མེད་ས་རེད་པས། སྣང་བ་རང་མཚན་ཡིན་ཟེར་བློ་སེང་གི་དོན་དུ་ཟེར་བ་ཡོད། འདུག་དེ།

ཡ། དེ་འགྲིག་གི་འདུག་ད་རྣམ་པ་ཚོས་སྲན་ཚ་དུས་འགྲིག་གི་འདུག། ས་སྙེ་མ་སྙེ་མ་གཞུང་ས་གཉིས་དེ་བ་ནི་དེ་བྱེད་དེ་དེ་གོང་ལ་ཁྱད་མཚར། རྟོགས་པའི་སྣང་དབང་དེ་རྟག་རྟོགས་རྟགས་ཡིན། དེ་རང་གི་དངོས་ནི་མ་གྲུབ་སྒྲོ་རྟགས་རེད། མངོན་སུམ་གྱི་སྣང་བ་དེ་དངོས་པོ་ཡིན་ཟེར་དུས་སྲན་ཙམ་པའི་ལུས་ལ།

ཏེ་བསམ་བློ་བཏང་ཡོང་དུས་ཨ་ནི་བདག་སྐྱིད་བདག་གཉིས་སུ་སྣང་ཡོང་དབང་ཤེས་ཆོས་ཅན་ཆོས་ལ་མ་འཁྲུལ་བ་དང་ཆོས་ལ་སྣང་བ་རང་མཚན་ཡིན་པའི་ཕྱིར་ན་ག་འདྲ་ལེགས། དེ་ཁན་ཚ་ཅིག་སྐྱིད་འདུག་ད་དེ་ག་རེ་ཟེར་བ་རེད་ད་དེ་དུས་ནས་མ་གོ་ནས་བསྡད་ཡོད་རེད་བ། ག་འདྲས་ཞིག་ལབ་དགོས་ཀྱི་ཡོད་ན་བསམ་བསམ་རོགས་ད་ལྟ་ག་ཚ་ཁ་བཀག་ཡ་དེ་ལན་རྒྱག་ན་དུ་ཁོ་ད་ཞེ་དྲག་ཞེ་དྲག་ཁོ་དེ་འདྲ་ཞེ་དྲག་བ་འོ་དོགས་སུ་བྱེད་དུས་ང་ཚོས་སྐབས་ག་ལ་བས་ན་སྟག་ཟ་བཏང་སྟེ་དེ་ལན་རྒྱབ་ན་ངས་སྦར་སྦར་གྱིས་བཏབ་ཡོད་རེད་ད་ཁོས་ཁེ་མཛའ་ཞིག་བརྒྱབ་ཡོང་གི་རེད་དེ་ཁོའི་བསམ་ཚོད་ཅིག་ཟེར་ན་ཞེ་བོ་གཏན་འཁེལ་གི་མི་འདུག་སོ་སོའི་མཚན་ནང་ལ་འདི་ལྟ་ག་འདུག་འདུག་ཅི་རིགས་གོ་གི་འདུག་བསམ་བསམ་ཅིག་དེ་ད་ག་ལ་དེ་ཚོ་ག་ལས་འདུག་ད་ནང་པ་ཚོ་ག་ལས་ག་ལས་དགོན་པ་ཞིག་ད་རེ་བ་ཤེས་སོང་ན་འགྲིག་གི་འདུག་ཨང་ཡང། དེས་ན། དབང་ཤེས་ལ་ཕྱི་རོལ་གྱི་དོན་མེད་བཞིན་དུ་གསར་བར་སྣང་ན་བདག་ཅན་དབང་པོ་ཀླད་པ་གཟུགས་འཁྲུལ་བའི་རྒྱུ་ཞི་བོ་གང་རུང་ལས་སྐྱེས་པར་འགྱུར་ལ། དེ་ལྟ་ན་དངོས་གཟུགས་མིན་པར་འགྱུར་ཏེ། ད་འདི། དབང་བཞི་ལ་ཕྱི་རོལ་གྱི་དོན་མེད་བཞིན་དུ་སྲ་བར་སྣང་ན་བདག་བསྐྱེད་དབང་པོ་ཀླད་པ་སོ་དྲུག་གི་རྒྱུད་གཤིན་པོ་གང་རུང་ལས་སྐྱེས་པར་འགྱུར་ལ། དེ་ཕལ་ཤེས་བྱ་བ་ཡོད་ཀྱི་མ་རེད། དེ་ལྟ་ན་མངོན་སུམ་མིན་པར་འགྱུར་ཏེ་འཁྲུལ་རྒྱུ་བཞི་ཡིས་བསྐྱེད་པ་མངོན་སུམ་དུ་བདེ་དོན་འབྲེལ་བ་དང་བཅས་པ་གང་ནས་ཀྱང་མ་བཤད་དོ་གསུང་གི་འདུག་ད་འདི་འཁྲུལ་རྒྱུ་བཞི་དེ། འཁྲུལ་རྒྱུ། ཡུལ་ལ་ཡོད་པ་དེ་རེད་བས། ཡུལ་ལ་ཡོད་པ། གནས་ལ་ཡོད་པ། དེ་མ་ཐག་རྐྱེན་ལ་ཡོད་པ། ཨ་རི། རྟེན་ལ་ཡོད་པ། དེ་སྤྱི་དང། འདི་ཆགས་ཀྱི་མ་རེད། ཆོས་ཀྱི་བདག་འཛིན་གྱི་ཀླད་པའི་དབང་གིས་འཁྲུལ་བ་ཞེས་པ་རེད་བ། ཕྱི་རོལ་དོན་དུ་འཁྲུལ་བ་སྣང་བ་དེ། འཁྲུལ་གྱི་བྱེད་པོ་གང་རུང་གིས་འཁྲུལ་བ་ཞེས་པ་དེ་ཁྲག་གི་འཁྲུལ་གྱི་ཀླད་པ་རེད་བ། ད། ཆོས་ཀྱི་བདག་འཛིན་གྱི་ཀླད་པའི་འཁྲུལ་བ་དེ་ཕུགས་ཀྱི་འཁྲུལ་གྱི་ཀླད་པ་རེད་བ། དེ་བྱེད་དུས་འདི་ཡང་ཉེས་པ་ཡོད་མ་རེད། དེ་འདིར་ག་འདྲའི་འདྲ་ཆེ་གསུངས་ཡོང་གི་ཡོད་ན། སྤྱིར་བཏང་སྡེ་བདུན་འགྲེལ་བ་དང་བཅས་པ་གང་ནས་ཀྱང་མ་བཤད་ཟེར་ཡ་དེ་དེའི་སྐབས་སུ་མངོན་སུམ་སྟེ། བཤད་ཡོང་དུས་གོང་ལ་རྟོག་པ་དང་བཀྲ་ཤིས་མ་འཁྲུལ་བའི་རིགས་པ་མངོན་སུམ་ལ་བཤད་ཀྱི་ཡོད་པ་སོང་ཙང། སེམས་ཙམ་པའི་ལུས་ལ་དེ་ལས་ལོགས་སུ་བཤད་དགོས་བ་ཅི་དང་དེ་ལོགས་སུ་བཤད་ཡ་དེ་ཡོད་ཡོད་རེད། རེད་པ། ད་ལྟ་དཔེར་ན་སྡེ་བདུན་འགྲེལ་བ་དང་བཅས་པ་གང་ནས་ཀྱང་མ་བཤད་ཟེར་དུས་གོང་ལ་འཕྲུལ་གྱི་གཤིས་མ་བསླད་པའི་འཁྲུལ་བ་ཞུ་ཚུལ་དེ་ནི་ཕ་བའི། བག་ཆགས་བརྟན་བཞུགས་ཀྱི་རིགས་པ། ཟིན་ནས་སླར་བྱས་མངོན་སུམ་གྱི་མཚན་ཉིད་ལ་རྟོག་པ་དང་བྲལ་ཞིང་མ་འཁྲུལ་བ་ཟིན་མ་ལབ་པ་གཅིག་རྟོག་པ་དང་བྲལ་ཞིང་བག་ཆགས་བརྟན་བཞུགས་ཀྱི་རིགས་པ་མངོན་སུམ་གྱི་མཚན་ཉིད་ཞེས་སྣང་ངེས་ཀྱི་ནང་ལ་ཡོད་རེད། འོ་འདུག་བྱས་དུས་འདི་ཡང་ག་རེ་འདྲ་གཅིག་གསུང་གི་ཡོད་ན་ད་འདི་ཚོ་དོགས་པ་སྐྱེ་དགོས་ཀྱི་འདུག་གཞན་ཡང་དབང་པོའི་མངོན་སུམ་ལ་ལྷན་ཅིག་དམིགས་ངེས་ཀྱི་རྟགས་ཀྱི་དགག་བཞག་སྣང་ན་གསལ་བར་སྣང་ངམ་མི་གསལ་བར་སྣང། དང་པོ་ལྟར་ན་མེད་པ་གསང་སྣང་གི་ཉེས་པ་ཅི་ཞིག་བགྱིས་ནས་མཚན་མ་མི་འདོད་པ་ཡིན། ཕྱི་མ་བརྟགས་ན། རྟོགས་པ་ཉིད་དུ་ཐལ་བར་འགྱུར་རོ་ཅེས་མི་གསལ་བར་སྣང་ན། ག་དེས་གཟུང་འཛིན་རྫས་ཐ་དད་ཀྱིས་སྟོང་པའི་མེད་པར་དགག་པར་འགྱུར་བ་མེད་པའི་ཡུངས་འབྲུ་གཅིག་གང་བརྗོད་པ་དེ་དོན་དམ་དོན་དམ་པར་ཡོད་དམ་མེད། དང་པོ་བརྟགས་ན་དངོས་པོར་ཐལ། དོན་དམ་པར་ཡོད་པའི་ཕྱིར་དེ་བྱ་བ་ཡོད་མ་རེད། ཕྱི་མ་བརྟགས་ན་དོན་དམ་པའི་བདེན་པ་མ་ཡིན་པར་འགྱུར་རོ་ཞེ་ན་སྐྱོན་མེད་དེ། རྟོག་པའི་ཡི་དྭགས་ཙམ་མིན་པར་ཆོས་རྣམས་ཀྱི་གནས་ལུགས་མཐའ་ཐོས་པ་དེར་ཡོད་པའི་དོན་དམ་པར་ཡོད་པ་ཡིན་ལ། དེ་ལྟ་ན་ཡང་དངོས་པོར་མི་འགྱུར་ཏེ་མེད་པར་འགག་པ་ཡིན་པའི་ཕྱིར་རོ། ད་ལྟ་ས་བོན་བཞི་པོ་འདུ་བ་འདི་མེད་དགག་ཡིན་པའི་ཚུལ་གསལ་བོ་ཞིག་པོ་འདུག་ད་ལྟ་གང་དེ་ནི་མ་མ་གསུངས་དེའི་དུས་སུ་ཧ་ལམ་འོ་འདི་གི་ལན་མཐའ་ཐོས་དེ་རེད་མ་གཏོགས་གང་དེ་ནི་མ་ཅིག་སྐྱེ་ཤི་སྐྱེ་ཤི་ལྟ་བུ་ཞིག་ནི་སྣང་གི་ཡོད་པའི་སོ་འདྲ་བོ་དེ་འདྲ་གིས་མཐོང་གི་འདུག་འོ་ན་བུ་མེད་ཀྱང་དོན་དམ་པར་ཡོད་པར་འགྱུར་རོ་ཞེ་ན། དེའི་མཐའ་གཉིས་པའི་མཚན་མི་རྙེད་པ་ཡིན་ཡང་རིག་པའི་ཡུལ་ལེགས་པར་བརྟགས་པ་ན་བུམ་པའི་ཡུལ་དག་པའི་ས་ཕྱོགས་ལྟ་བུ་ལ་བརྟགས་པ་ཙམ་དུ་ཟད་ལ། སྒྱུ་མའི་ཡོངས་གྲུབ་ནི་རིག་པའི་ཡུལ་ལེགས་པར་བརྟགས་པ་ན་རང་བཞིན་སེམས་པའི་བློ་མཐའ་ཐུག་པ་དེས་རྙེད་པའི་ཕྱིར་རོ། དེ་གཉིས་འདྲ་གི་མི་འདུག་དྲི་བ། བུམ་མེད་ཟིལ་ལ་བདུད་ཏན་ཏན། བུམ་པ་མཚན་མི་མ་དམིགས་པའི་ས་ཕྱོགས་ཁོ་རང་ལ་ཡ། བུམ་མེད་ཟིལ་ལ་བཅས་རྟོགས་པའི་ཡུལ་མཐའ་གཉིས་བརྟགས་པ་ཙམ་དུ་ཟད་ཀྱི་རེད། སྒྱུ་མའི་ཡོངས་གྲུབ་དེ། བཟོད་འཛིན་རྫས་ཐ་དད་པ་སྲིད་རྩེའི་གཟུང་བ་དང་འཛིན་པ་གཉིས་ལ་ལེགས་པར་བརྟགས་ཡོང་དུས་དགོངས་ལ། དེ་འདྲ་བའི་རྫས་ཐ་དད་ཀྱིས་སྟོང་པ་དེ་གཟུང་བ་ཡུལ་དང་འཛིན་པ་ཡིད་ཅན་གཉིས་ཀྱི་བདེ་འདུ་ནི་སྟོང་ཉིད་དོ་གི་བློ་མཐའ་གཏུད་པ་ལྟ་བུ་ཡང་རེད། ས་ཤོག་ལ་སོགས་པ་ཡང་དོན་དམ་པར་ཡོད་པས་དོན་དམ་བསྟན་པ་འགྱུར་རོ་ཞེ་ན་དོན་སྤྱོད་མེད་དེ། ཚད་མ་རྣམ་ངེས་ལས་འདིར་ནི་ཀུན་ཏུ་མཐའ་གཉིས་པའི་མཚན་མའི་རང་བཞིན་བརྗོད་པ་ཡིན་པས་ཞེས་ཚད་མ་རྣམ་ངེས་སུ་ཀུན་ཏུ་མཐའ་གཉིས་པའི་མཚན་མ་བརྗེས་པ་གཏན་ལ་ཕབ་པ་ནི། བྱིས་པ་རྣམས་ལ་ཡང་ཐུང་ངུ་དུ་ཡོད་པའི་དབང་པོའི་མངོན་སུམ་ལ་སོགས་པ་ཡིན་པས་བདེན་པ་གཉིས་སུ་བྱས་པའི་ཀུན་རྫོབ་ཀྱི་བདེན་པར་བཤད་པ་ས་ལ་རེ། ས་ཤོག་ལ་སོགས་པ། ད་དེ་རེ་དོན་དམ་དུ་ཡོད་ན་དོན་དམ་བདེན་པ་ཡིན་པས་མ་ཆགས་པ་ནི་ཀུན་རྫོབ་བདེན་པར་རེ་བཞག་ཟིན། དོན་དམ་པར་ཡོད་མེད་རྩོད་པའི་དོན་དམ་དང་བདེན་པ་གཉིས་སུ་བྱེད་པའི་དོན་དམ་གཉིས་མི་འདྲ་བའི་ཚུལ་ཁོང་དུ་ཆུད་པར་བྱའོ། ད་དེ་དྲང་ངེས་ཀྱི་ནང་ལ་གསུངས་བསྡད་པ་ནང་བཞིན་བྱས་ནས། དོན་དམ་པར་ཡོད་མེད་རྩོད་པའི་དོན་དམ་དེ་ནི། དོན་དམ་དུ་གྲུབ་མ་གྲུབ་སྲིད་ལ་བསྡུས་གོང་ལ་གཞན་དབང་ཡོངས་གྲུབ་གཉིས་དོན་དམ་དང་ཀུན་བཏགས་ལ་ཆོད་ན་ནི་དོན་དམ་པར་ཀུན་རྫོབ་ཏུ་ཡོད་པར་བཞག། བདེན་པ་གཉིས་སུ་བྱེད་པའི་དོན་དམ་དུ་ཡོད་མེད་བཤད་ཡོང་དུས་གོང་ལ་གཞན་དབང་དང་ཀུན་བཏགས་གཉིས་དོན་དམ་བདེན་པ་མ་ཡིན་པ་དང་ནི་ཡོངས་གྲུབ་དེ་དོན་དམ་བདེན་པ་ཡིན་པ་ཚུལ་ཡིན་པ་ཞིག་རེ་བ་བ་ཏུ་ཅི་འདྲི་བ་བཅས་ཁོང་དུ་ཆུད་པར་བྱའོ། ད་ཉམས་སུ་ལེན་པའི་ཚུལ། གཉིས་པ་ནི་དེ་ལྟར་ཕྱི་རོལ་གྱི་དོན་འགོག་པའི་རིགས་པ་ཇི་ལྟར་འཚམ་པ་རེ་དང་དབང་པོའི་ཤེས་པ་ལ་ཟོང་སྦྱར་སྣང་བའི་སྔོ་སེར་དཀར་དམར་སོགས་རང་སྣང་མཁན་གྱི་ཤེས་པ་ལས་དོན་གཞན་དུ་མེད་པའི་རིགས་པ་ཇི་ལྟར་འཚམ་པ་རེ་ཁོང་དུ་ཆུད་པར་བྱས་ནས། གཟུང་འཛིན་རྫས་ཐ་དད་རྣམ་པར་དཔྱད་པ་ཙམ་གྱིས་དཔྱད་ཙམ་གྱིས་མེད་པར་དགག་པ་དེ་ཉིད་ལ་རྩིས་གཅིག་དང་མཉམ་པར་བཞག་པར་བྱའོ། ད་འདི་མེད་དགག་ལ་བཞག་དགོས་ཡ་གི་གནས་ཚུལ་དེ་ང་ཚོའི་བསམ་བློ་མང་པོ་དང་གོ། རེད་པ། ཡུལ་གྱི་གནས་ལུགས། སེམས་གཉིས་ཀའི་གི་ལུས་ལ་ཡུལ་གྱི་གནས་ལུགས་མེད་དགག་ལ་བཞག་བྱས། དེ་བསྒོམས་པ་ལ་བརྟེན་ནས་ཡུལ་ཅན་གྱི་ཉོན་མོངས་དང་བདེན་འཛིན་སེལ་བར་བྱེད་དགོས་ཀྱི་རེད་ཟེར་ཡ་དང་ད་གཉིས་སྟོང་གཉིས་འཛིན་སེལ་བར་བྱེད་དགོས་ཀྱི་རེད་གསུངས་བསྡད་ཡ་དེ། ག་རེ་རེད་ཟེར་ན་གཙོ་ཆེ་ཤོས་གཅིག་གི་ཐོག་ནས་བསམ་བློ་བཏང་ཡོང་དུས་མེད་དགག་དེ་དེ་འདྲའི་གཅིག་གི་མེད་དགག་གི་རྣམ་པ་ཅན་ཞིག་ནས་གོམས་པ་མ་བྱས་པ་ཡིན་ན། ཨ་ནི་མ་ཡིན་དགག་དང་སྒྲུབ་པ་ལ་སོགས་པའི་རྣམ་པ་ཅན་ཇི་ལྟར་གོམས་པ་དེའི་ཚོད་ཀྱིས་དེ་ལ་ཆགས་སྡང་ཚུལ་སྐྱེ་ཡ་གི་ཨ་ནི་ཉེན་ཡོད་པ་མ་གཏོགས་ཨ་ནི་ཆགས་སྡང་དེ་མེད་པ་བྱེད་ཐུབ་པོ་མ་རེད། ག་སྲིད་མེད་པ་དགག་པ་དང་མ་ཡིན་ག་ས་མ་ཡིན་པ་མ་ཡིན་དགག་དང་སྒྲུབ་པ་སྒྲུབ་པ་ལ་སོགས་པ་དེ་འདྲའི་བསྒོམ་བྱ་ཞིག་ནི་ཨ་ནི་ཁོ་གཅིག་གིས་གཅིག་ལ་གནོད་ཐུབ་ཀི་ཡོད་ན་ཞེ་སྡང་བསྒོམས་ནས་འདོད་ཆགས་ཟད་ཐུབ་པ་དང་འདོད་ཆགས་བསྒོམས་ནས་ཞེ་སྡང་ཟད་ཐུབ་པ་དེ་འདྲའི་གི་ཉེན་ཁ་ཡོང་གི་བ་རེད་སྐུ་དཀར་སར་ཀླུ་ཡི་འཛུམ་མདངས་མི་མཐུན་པ་དང་ལྡོག་ཤུགས་སུ་སོང་བ་ཙམ་གྱིས་ཀོ་གཅིག་གི་གཅིག་ལ་འབད་པ་བཟོ་ཐུབ་གི་ཡོད་མ་རེད། དེ་ཡིན་ཙང་ཨ་ནི་གང་བསྒོམ་གཞིག་གི་དོན་དེ་ཉིད་སྟོང་པ་བསྒོམ་བྱའི་སྟོང་པ་མེད་པ་འགག་པའི་མེད་དགག་དེ་ཉིད་ཡང་ཡང་གོམས་པར་བྱས་ཡོང་དུས་གོང་ལ་ཨ་ནི་སྒྲུབ་པའི་ཚུལ་གང་ཡང་མངོན་དུ་གྱུར་མ་གྱུར་པ་ཞིག་ནི་ཕ་སྐད་ཀྱི་ཞེན་ཡུལ་ལ་གནོད་པ་བྱས་ཡོང་དུས་གོང་ལ་དེའི་གི་ནུས་པ་ཆེ་བའི་གི་རྣམ་པ་ཅིག་ཡིན་འགྲོ་བསམ་གི་ཡོད། ཡིན་ན་ཡང་ད་འདི་ཧ་ཅང་གི་གསལ་བོ་གསལ་བོ་དེ་འདྲ་མ་རེད། རྣམ་པ་ཚུལ་ད་འདོད་ཡང་ང་རང་ཚོ་འདི་འདྲའི་འདུག་བ། གཞུང་ཡང་ནས་ཡང་དང་ལྟ་བའི་གི་སྐབས་དེ་འདྲའི་ལ་སྟོན་བྱེད་ཨ་ནི་མ་འདུག་ཟེར་བའི་དེ་སུའི་གི་རིགས་དེ་གནད་འགག་གནད་འགག་གི་རིགས་དེ་བློ་ལ་ཁོ་ནམ་རྒྱུན་ནས་ཡོད་བསྡད་པ་ཡིན་ན་ཨ་ནི་གཞུང་ཡང་དང་ཡང་དང་ལྟ་དེ་ཨོ་དེ་ཡང་གནད་འགག་འདི་ལ་རྒྱག་ཆོག་གི་འདུག་དེའི་གོ་བ་དེ་ཡང་འདི་ལ་འཁེལ་ཆོག་གི་འདུག་བསམ་པ་མང་པོ་ཅིག་སླེབས་ཡོང་དུས་གོ་བ་ང་རང་ཚོ་དཔེ་བཞིན་གཞུང་གི་གོ་བ་དེ་ཇི་བཞིན་འགྲོ་བདེ་བ་དེ་འདྲ་ཡིན་ཙང་འདི་སྲོལ་གྱི་ཐོག་ལ་ཡང་རྒྱུ་མཚན་ག་རེ་ཡིན་པ་དེ་ད་རུང་ཡང་རྩད་གཅོད་གཏང་དགོས་ཡ་དེ་ནན་པ་ཆེན་པོ་ཞུ་བྱ་དེ་རེད། དེ་ལས་ལངས་པ་ན་གཟུང་འཛིན་རྫས་ཐ་དད་དུ་སྣང་བ་འདི་དག་ནི་མ་རིག་པའི་བསླད་པ་ཙམ་བསླད་པའི་སྣང་བ་ཙམ་དུ་ཟད་ཀྱི་ཡང་དག་པ་མེད་དོ་སྙམ་དུ་ཡང་དང་ཡང་དུ་འདྲིས་པར་བྱའོ་གསུངས། ད་གང་ད་ལྟ་དེའི་གོང་གི་ཤོག་ངོས་དེའི་ནང་ལོགས་ལ། བྱས་ཙང་ཁྲུ་རྒྱུད་བཞི་ཅེས་པ་མངོན་སུམ་དུ་བདེ་དོན། འབྲེལ་བ་དང་བཅས་པ་གང་ནས་ཀྱང་མ་བཤད་དེ་དོན་ལྡན་རེད། ཡིན་ན་ཡང་ཁྲུས་ཆུ་བཞི་བོ་གང་གིས་ཀྱང་མ་བསྐྱེད་པའི་ཁྲུས་ཆུ་བཞི་བོ་དང་བྲལ་བ་ཡིན་ན་ཡང་ཁྲུས་ཆུ་བཞི་བོ་དང་བྲལ་བའི་མངོན་སུམ། འབྲེལ་པ་ཁྲུས་ཆུ་བཞི་བོ་དང་བྲལ་བའི་མངོན་སུམ་དེ་ཡང་དཔེར་ན། འདུག་ཟེར་བ། ཁྲུས་ཀྱི་བཞི་བོ་གང་རུང་ལས་སྐྱེས་པར་འགྱུར་ལ་དེ་བརྟགས་ན་དངོས་སུ་མིན་པར་འགྱུར་ཟེར་ལབ་དུས། ཁྲུས་ཀྱི་བཞི་བོ་གང་རུང་ལས་སྐྱེས་པ་ལ་དངོས་སུ་མ་ཡིན་པའི་ཆ་གི་འདུག་སྟེ་དེ་ལས་གཞན་པའི་མངོན་སུམ་གཅིག་བདེ་སྡུག་གི་ནང་ནས་བཤད་བྱ་ད་དེ་ཡང་ངས་བརྟགས་སྟངས་འདྲ་བོ་དེ་ཁ་ཁ་ཆགས་སོང་ག་རེ་ཟེར་ན། ཁྲུས་ཀྱི་བཞི་བོ་གང་རུང་གི་སྐྱེས་པ་དངོས་སུམ་མ་ཡིན་པར་བཤད། ཡིན་ན་ཡང་ཁྲུས་ཀྱི་བཞི་བོ་གང་རུང་གི་མ་ལས་ཀྱང་ཨ་ནི་མངོན་སུམ་ལ་འཁྲི་བ་ཞུ་བདེ་སྐྱེད་བྱེད།

དག་སྣང་བཞིན། དེའི་གེ་པས་ན་འོ་དེ་ལ་ཡང། འདི་འདྲ་ཞིག་འདུག་བ། དེ། བུ་མེད་ཅིག་འོ་འདི་ཅི་ཞེས་བསམ་པ་དེ་དེར་འོ་འདི། རྣམ་གཡེང་གི་གཞུང་གཅིག་དྲངས་ནས། འདི་ནི་ཀུན་ཏུ་ཐ་སྙད་པའི་ཚད་མའི་རང་བཞིན་བརྗོད་པ་ཡིན་ཏེ་གཞི་ཚད་མ་རྣམ་གཉིས་སུ་ཀུན་ཏུ་ཐ་སྙད་པའི་ཚད་མ་བརྗེ་བ་གཏན་ལ་ཕབ་པ་ན་བྱིས་པ་རྣམས་ལ་ཡང་ཐུན་མོང་དུ་ཡོད་པའི་དབང་པོའི་མངོན་སུམ་ལ་སོགས་པ་ཡིན་པས་བདེན་པ་གཉིས་སུ་ཤེས་པའི་ཀུན་རྫོབ་ཀྱི་བདེན་པ་ཤེས་པ་གསལ་ལོ། དུ་གསུངས་ཡོད། དེའི་ལུང་དེ་གོང་དེ་ལ་ཡང་སྒྲུབ་བྱེད་དུ་འགྲོ་སྟངས་དེ་ག་འདྲའི་འདྲ་གྱི་རེད་འདུག་ཅེས་གཟིགས་དགོས་ཀྱི་འདུག་ད་ལྟའི་ཁོ་ན་ངའི་ནང་བལྟས་ཚེ་གཟིགས་ཐུབ་ནི་མ་གཏོགས་བལྟས་ཚེ་དཀའ་ལས་འདྲ་གྱི་འདུག་བ་ཧོན་འདུག་ཚུལ་རེད། ད་འདྲི་བ་ཅི། ད་གཉིས་སྣང་འཁྲུལ་བ་བསྒྲུབ་པ། གཉིས་སྣང་འཁྲུལ་བ་བསྒྲུབ་པ་དེ་ལ་གཉིས་པ་ནི་གཟུགས་ལ་སོགས་པ་རང་སྣང་མཁན་གྱི་ཤེས་པ་ལས་རྫས་ཐ་དད་དུ་སྣང་ཞིང་ཞེན་པ་དང། རྣམ་པར་ཤེས་པ་རང་གི་ཡུལ་ལས་རྫས་ཐ་དད་དུ་སྣང་ཞིང་ཞེན་པའི་ཐ་སྙད་པས་ཐ་དད་པའི་སྣང་ཞེན་དེ་དག་ཀྱང་མ་རིག་པས་བསླད་པ་ཙམ་དུ་འགྱུར་ཏེ། ད་འདི་རྩ་བ་ཡོད་རེད། དངོས་ན་ཐ་དད་གནས་པ་འདི་དེ་ཐ་དད་ལ་བརྟེན་པ་ཡིན། དེ་ནི་ཀླད་པ་ཉིད་ཡིན་ན་དེ་དག་དེ་དག་ཐ་དད་ཀྱང་ལྷས་འགྱུར། གཟུང་དང་འཛིན་པའི་རྣམ་པ་ལས་མཚན་ཉིད་གཞན་ཡོད་མེད་ཐ་དད་པའི་ཡིན་པ་རེད། ད་འདི་ཅི་དང་གོ་བདེ་བོ་ཞིག་པོ་ཅི་རེད། རྣམ་པ་བཞི་པ་རང་གི་ཡུལ་ལས་རྫས་ཐ་དད་དུ་སྣང་ཞིང་ཤེས་པས་དེ་འདི་ཕྱི་རོལ་དོན་དུ་གྲུབ་པ་ཞེན་པའི་བློ་དེ། ཐ་དད་པའི་སྣང་ཞེན་དེ་དག་ཆོས་ཀྱི་བདག་འཛིན་གྱི་མ་རིག་པས་བསླད་པ་ཙམ་དུ་རེད། ག་རེ་ཟེར་ན་གཟུང་འཛིན་དེ་ཐ་དད་དུ་སྣང་ཞིང་ཞེན་པ་འདི་ནི་མ་རིག་པས་བསླད་པ་ཉིད་རེད། ཁྱབ་བ་དག་དངོས་པོ་རྣམས་ཀྱི་ཡུལ་ཡོད་ཅིང་རྫས་ཐ་དད་དུ་སྣང་བས་གནས་པའི་སྣང་ཞེན་འདི། གཟུང་འཛིན་དེ་རྫས་ཐ་དད་དུ་སྣང་ཞིང་ཞེན་པ་ལ་བརྟེན་ཏེ་བརྟེན་པ་དེ་དེ་ཙམ་དུ་ཟད་པ་ཡིན། སྔ་མའི་གོམས་པ་ལ་བརྟེན་ཅིང་ད་ལྟ་ཡང་དེ་ལྟར་དུ་སྣང་གི་རེད། གཞུང་དག། ཨོ་གཞན་དག་གཞུང་འདི་ཕྱི་རུ་དོན་གྱིས་བསྡུས་པའི་གཟུང་འཛིན་རྫས་ཐ་དད་འགོག་པ་ལ་སྦྱོར་བ་ནི་ཅུང་ཟད་རྒྱགས་དུ་རུང་ཡང། ནང་ཤི་བ་ལ་བཏུས་པའི་གཟུང་འཛིན་དང་གཉིས་ཀ་བཀག་པས་གྲུབ་པའི་དོན་དུ་སྣང་བའི་ཕྱིར་དང། འོན་ཏང་འདིའི་སྐབས་སུ་གཉིས་སྣང་འཁྲུལ་བར་གྲུབ་པ་ལབ་ཅེས་ས་བཅད་དུ་ནི་སྐད་ཆ་བཤད་ཀྱི་ཡོད་རེད། འདི་སྐབས་སུ་གཉིས་སྣང་འཁྲུལ་བ་སྒྲུབ་པ་ཟེར་དུས་ནང་ཤི་བ་ལ་ཚུད་རྒྱག་ཅེས་གཟུང་འཛིན་བཀག་གི་ཡོད་རེད་བ། ཕྱི་རུ་དོན་དང་ཕྱི་རུ་དོན་གྱིས་བསྡུས་པའི་ད་གཟུང་འཛིན་རྫས་ཐ་དད་སྦྱོར་བ་ལ་ཞེན་ནས་ཡིད་ཡུལ་ལ་ཕ་སྦྱོར་ཡ་རྐྱང་པ་མ་རེད། གཉིས་ཀ་བཀག་པས་གྲུབ་པའི་དོན་དུ་སྣང་བའི་ཕྱིར་དང། དེའི་འགོག་ཚུལ་གཉིས་པོ་དེ། དེའི་ཕྱིར་དོན་དང་ཞེས་པའི་རྐང་པ་བཞི་དང་ཟེར་ལ་དུས། དེའི་ཕྱིར་དོན་དང་ཟེར་ཡ་རྐང་པ་བཞི་སྟེ་དེའི་ཕྱིར་དོན་དང་ཤི་བ་ལ་རང་སྣང་ཡོད་མིན་དེ་དང་ནི། གཅིག་ལ་བཀག་པ་ཉིད་ཆེ་དང་མང་པོ་ལ་ཡང་ཡོད་མ་ཡིན་ཟེར་གྱིས་བྱེད། ཡོངས་སྤྱོད་ནང་ཡིན་ཞི་བའི་རྐང་པ་བཞི་ལ་སོ་སོར་སྦྱར་བ་འགྲིག་དེ། ཡོངས་སྤྱོད་ནང་ཡིན་ཕྱི་རོལ་ལྟར་གནས་པ་འདི་ནི་ཆ་གཞན་ཡིན། ཐ་དད་མེད་ཅན་ཤི་བ་ཡིན་ཐ་དད་སྣང་བ་བསླད་པ་ཡིན་འོ་དུ་གསུམ་པོས་ཡོངས་སྤྱོད་ནང་ཡིན་ཞི་བའི་རྐང་པ་བཞི་ལ་སོ་སོར་སྦྱར་བ་འགྲིག་དེ་རྐང་པ་དང་པོ་བཞི་རྫོགས་པའི་རྗེས་སུ་སློབ་དཔོན་བླ་དབང་ལུས། དེ་ལྟ་ན་འགྱུར་མོད་ཀྱི་ཕྱི་རོལ་གྱི་དོན་ནི་མེད་མོད་ཀྱི་རྣམ་པ་བཞི་པ་ཉིད་གཉིས་སུ་སྣང་བ་ཅན་དོན་དམ་པ་ཡོད་དོ་ཞེ་ན་དེ་ཡང་རིགས་པ་མ་ཡིན་ཏེ་འདི་ལྟར་ནང་གི་ངོ་བོ་ཡོངས་གཅོད། ཅེས་བཤད་དོ། ད་འདི་བྱེད་དུས། ཡི་གེ་གོང་ལ་ཡང་ང་རང་ཚོའི་ད་ལྟ། མདོ་ཡི་དགོངས་པ་བརྗིད་པར་བཤད་པའི་མགོ་དག་རང་ལ་ཡང་གོ་གསལ་བོ་གསལ་བོ་ཡོད་བསྡད་པ་དེ་རེད། ག་རེ་ཟེར་ན། དེ་ཕྱིར་དོན་དང་བཞི་པ་ལ་སོང་བསྡད་ས་འོ་ད་མདོ་བྱེད་དུས་གོང་ལ། འདི་རེ་བ། ཕྱི་རོལ་དོན་ལ་བཏུས་པའི་གཟུང་འཛིན་རྫས་གཞན་དགག་པ། ནང་ཤེས་པ་ལ་བཏུས་པའི་གཟུང་འཛིན་རྫས་གཞན་དགག་པའོ་དེ་ཡི་ཆོས་ལུགས་གཉིས་པོ་དེ་འདི་རེད། དེ་གཉིས་ཀྱི་སྐབས་སོ་སོ་ལ་སྦྱར་བ་དེ་འགྲིག་གི་འདུག། དེ་འགྲིག་པ་དེ་ག་རེ་རེད་ཟེར་ན་རྐང་པ་དང་པོ་ཞིག་རྫོགས་རྗེས་ལ་ཡ་ཨ་ནི། ནང་རྣམ་པར་ཤེས་པ་ཉིད་གཉིས་སུ་སྣང་བ་དོན་དམ་པ་ཡོད་པ་ཡིན་ནོ་ཞེ་ན་ཨཱས་ལ་ཅེས་རྩོད་པ་བཀོད་ཅེས་མ་བཤད་ཡོང་དུས་གོང་དེ་ཀོ། ཕྱི་རོལ་དོན་ལ་སྦྱར་ཡ་དང་ནང་ཤེས་པ་ལ་སྦྱར་ཡ་སོ་སོར་སྦྱར་ཡ་དེ་གོང་ལ་ཡ་འདུག་གསུངས་ཕྱིར།

གཉིས་སྟོང་བཞི་པའི་གནས་ལུགས་སུ་གྲུབ་པ་གཉིས་སྣང་འཁྲུལ་བར་གྲུབ་པ། གཟུང་འཛིན་རྫས་ཐ་དད་ཀྱི་རང་བཞིན་གྱིས་སྟོང་པ་ཆོས་ཐམས་ཅད་རང་བཞིན་མེད་པར་ཤེས་པའི་མདོ་ཡི་དོན་དུ་གྲུབ་པ་དེ་རེད། འོ་དེ་རེད། འོ་འདི་ཡིན་ཟེར། ད་འདི། དགོངས་གཞི་ཞེས་ཡ་དེ་རེད་འདི་ཡང་ན་དུས་ཚོད།